འདུན་པ་དེ་གང་རེད་བཟུང་སྟེ་མྱི་བརྒྱ་ཆ་བཞི་བཅུ་ཐམ་པ་གི་དེ་ནས་དེ་གི་དག་གསུམ་པོ་ཤེས་པ་ལ་ཅིག་ཅིག་སྟོན་རྟགས་མི་འདུག་ཟེར་ནས་དེ་གི་དེ་འདྲའི་དེ་ནས་དེ་གི་བཟས་སོང་བ་རེད། དེ་ནས་དེ་གི་ད་རུང་དྲ་ཐོག་ལ་ཡོད་རེད་དེ་གི་ཁོག་ཅིག་གི་དེ་དགེ་རྒན་ཚིག་གི་དེ་གི་དག་ཤེས་ཤིང། དེ་ནས་མི་གསུམ་པོ་ཤེས་པ་ལ་དོན་སྙིང་ཅུང་ཟད་ཀྱང་མི་འདུག་ཟེར་རེད་དེ་འདྲའི་བཤད་ཡོད་རེད། དེ་ནས་དེ་ཡོང་ཚར་བའི་རྗེས་ནས་དེ་གི་ད་ཁོ་ཚོ་གི་དེ་ལ་དེ་གི་ད་ག་འདྲས་རེད་ཟེར་དེ་ལ་བལྟ་འོང་དེ་ད་དེ་ལའམ་ཉམས་སུ་བཏགས་ནས་དེ་ལ་ཁུངས་བྱིན་པས་ཟེར།

དེ་ནི་ཏིང་ནང་དེ་ལ་ད་ཏིང་ནང་ནི་གང་དེ་ནི་ང་ཚོ་ང་མི་སེར་གྱི་སྙིང་པོ་གང་རེད་ཟེར་ན་གཅིག་ཀྱང་ཡོད་མ་རེད་ད་ད་ཏིང་ནང་དང་ཨོ་འདི་ཡི་ནང་གི་དངོས་གནས་དྲང་ནས་ང་རང་མི་སེར་གྱི་སྙིང་པོ་དང་ཏིང་ནང་ལ་འདུག་བསམ་ཡ་དེ་འདྲས་སུ་གཅིག་ཀྱང་ཡོད་མ་རེད་ཁོ་ཚོ་ཧ་ཅང་གསལ་བོ་གོ་ཡོད་རེད་ད་རེད་དེ་གོ་ཚར་དུས་དེ་ནི་ད་ཁོ་ཚོ་གི་དོ་གི་ད་མི་སེར་ལ་སྙིང་པོ་མི་འདུག་ཟེར་ཡོང་དུས

དེ་ནི་ཁོ་གཅིག་རེད་དེ་ནི་དེ་རིགས་དེ་རིགས་དེ་རིགས་རེད་ཟེར་དེ་རིགས་དེ་ནི་ད་ཁོ་མི་ཚེ་འདི་ལ་སྙིང་པོ་རྩ་བ་ནས་མི་འདུག་དེ་ལྟོས་ཤ་སོང། དེ་རིང་ཁོ་རང་གི་ཨ་ཕའོ། ཁྱོད་དེ་འདྲ་དེ་ལྟོས་ཤ་ཡོང་མི་ཆོག་ང་ཚོ་གི་ཁྱིམ་ནང་ལ་དེ་མི་ཚེ་གི་སྙིང་པོ་ཡོད་མེད་ཤ་ཡོང་མི་ཆོག་ཁྱོད་གསོན་པོ་ཡིན་གྱི་དེ་ཁྱོད་རང་གི་དེ་གི་ད་རེས་དེ་མི་ཚེ་གི་སྙིང་པོ་རེད། ང་ཚོ་དེ་གི་ཡང་བུ་མོ་གཅིག་དེ་བུ་མོ་དེ་ཡང་ཁོ་རང་དེ་ནི་དེ་གི་ཡང་ཁོ་རང་གི་དེ་གི་ཡང་དེ་གི་ཡང་ཨ་མ་ལ་བཟས་ནས་དེ་གི་ད་ཁོ་རང་གི་དེ་ནི་དེ་གི་ཡང་དེ་ནི་དེ་གི་ད

ཅི་ཇི་སྲིད་དུ་ཕན་ཐོགས་མེད་ནས་དེ་ནས་ད་རེས་གཞན་པ་དེ་ནས་དེ་ངས་ནང་ཆོས་ཀྱི་ཇུས་འགོ་ཟེར་ས་དེ་ལ་སོང་ནས་ཀྲེ་ཅང་ལ་ཡོད་རེད་དམ་དེ་ལ་སོང་ནས་ད་ཡར་དྲངས་འདུག་ཨོ་དེ་འདྲས་རེད། དེ་དེ་འདྲས་ཀྱི་ན་ན་དོན་མང་པོ་བཟོས་འགོས་རོགས་གོ་ང་ཚོ་རྩ་བ་ནས་ཧ་གོ་ཡོད་མ་རེད་དེ་ཚོ་དེ་ཡིན་གཅིག་མིན་གཅིག་ཧ་གོ་དགོས་རེད་དེ་ཚོ་ང་ཚོ་གི་ནང་ལ་སངས་རྒྱས་མ་ཡོང་གི་རེད་ང་ཚོ་རིག་གནས་ཀྱི་ཕར་ཆེར་བཀག་མ་ཐུབ་ན་དེ་ཡིན་གཅིག་མིན་གཅིག་དེ་ནས་ཡོང་གི་རེད་ད་དེ་འདྲས་རེད་ཚར་ཏེ། མི་རིགས་ཚང་མ་མ་དགའ་ལོ་ཉོང་ཚང་མ་མ་དགའ་གི་སོང་ན་དེ་ནས་མ་འོངས་པ།

ད་ཡིན་ན་ཁོ་རང་ག་ཏི་རིག་ཟས་དེ་ནས་ད་ག་ཏི་ཁོས་གཅིག་ཟས་ཟས་མི་ཤེས་ག་ཁོ་རང་ག་ད་ག་དགའ་པོ་ཁྱོ་ག་ག་ཟས་ན་ན་ད་ད་རིག་ཟས་ཀྱི་ཏི་རེད་ཁྱོ་གསུམ་པོ་ལས་ལྷག་པའི་གསུམ་པོ་བ་རིན་ཐང་ཟིག་ཡོད་མ་རེད་བཤད་མི་ཆོག་ད་ཤི་ད་མ་གཏོགས་ལ་གཞན་གཅིག་མི་འདུག་ཟས་འདྲི་ཏི་རེད་ད་དེའི་སྟོབས་ཀུན་ཏི་རེད་ད་ད་བ་ད་བ་ཨ་ཡན་སྒྲུང་དུ་ཙི་ཧྲ་ཆིན་ཤང་ད་ཏི་སུ་སྐོར་བ་ཏི་ཟས་ཟས་ཧྲི་ད་ཟིག་ཀྱི་ད་ང་ཚོ་ལ་གཅིག་ཤི་ན་ངས་ད་རེ་གང་ལ་བཤད་ཡོང་གི་རེད་གཅིག་ཤི་ན་ཡོང་གི་མ་རེད་ཨ་མི་རི་ཀ་ལ་སྔ་མ་ནས་ཡོང་ཚར་སོང་ད་ང་ཚོས

འདི་ལ་ཁ་སྟབས་སོགས་ཡང་འདྲ་བོ་དེ་འདྲའི་རེད་འདུག་ཟེར་ང་ཚོ་ལ་རིན་ཐང་གི་ལྟ་བ་དེ་ལས་མཐོང་པོ་དངོས་པོ་དེ་མ་ཡིན་པའི་རིན་ཐང་གི་ལྟ་བ་མཐོང་པོ་ཟེར་བ་རེད། དེ་རེད་དེ་དེ་གལ་ཆེན་པོ་རེད་འདུག་འདི་ང་ཚོ་ཧ་གོ་དགོས་པོ་རེད། ཨོ་ད་དེ་ཡིན་དེ་ཡ་མཆུ་ཏོ་ད་ང་ཚོ་དེ་རང་དེ་ནས་དེ་བ་དེ་ཡོད་དེ་ཞབས་ཉག་རྒྱས་འདི་དེ་ནས་གལ་ཆེན་པོ་རེད་ཟེར་ཡ་དེ་ངས་ནུབ་ཕྱོགས་ནས་དེ་བ་ང་ཚོ་དེ་བ་རེད། ང་ཚོ་ནང་ཆོས་ནས་བཤད་པ་དེ་བརྒྱ་བརྒྱ་སྟོང་སྟོང་བཤད་ཡོད་རེད་དེ་མ་ཡིན་པར་དེ་ནས་དེ་བ་ང་ཚོ་ནུབ་ཕྱོགས་ནས་ད་འདྲི་འདྲི་ཟེར་གི་འདུག་ཟེར།